དེ་ལྟ་གཙོ་བོ་རྒྱལ་གླུའི་རྒྱུ་འབྲས་ལ་བོད་སྐད་རྩ་ནི་ནི་ལྟ་གཙོ་བོ་དེ་ད་ང་ཚོ་སྐབས་སུ་བབས་པ་ད་རྒྱུ་འབྲས་དེ་འདྲ་བ་དེ་ཡིན་དེ་ལ་ད་རྒྱུ་འབྲས་ཀྱི་ཉོག་ཉོག་དེ་ན་ད་ཕ་ཆེ་ཆེ་ནོ་སོགས་ལ་ཡས་པའི་བཟོ་ན་ཞིག་རེད་གང་ཡིན་ཟེར་ན་ད་གྲྭ་བཙུན་ནོ་ལོ་ལ་ད་ལོ་བཅུ་ཕྲག་གཉིས་ཡས་མས་ས་ཞིག་ལ་ནི་པའི་ད་དེ་ར་ནི་བཟོས་དེ་ནི་གྲྭ་བཙུན་རིན་པོ་ཆེ་ལ་ནི་པའི་ག་རེ་ཟེར་གི་རེད།

ཨ་ཁ་དེ་ག་རེ་ཡིན་ན་སོགས་མི་རྒྱུད་སྤྲད་ངེས་ཤེས་བྲོ་བ་ལོ་ནུ་ཁ་དེ་ཁོ་ཆགས་སུ་མཐོང་སྟེ་ཁར་བ་འོ་དེ་ཡིན་དེ་ལ་བྱས་ཚ་བྲོ་བ་དེ་ཚོ་ཚུར་མགོ་མཇུག་ཆ་སོང་ཤིག་པའི་ཚུལ་ཡག་པོ་ཞིག་ཉན་པོ་ཟོ་དེ་སོ་སོ་གི་ད་ལྟ་དེ་བྲོ་བ་དེ་གི་ཁ་དེ་ག་གི་ད་རྩ་བ་དེ་ཚོ་མི་ཡག་པོ་ཞིག་སྐྱོ་དེ་རྩ་བ་སྐྱོ་ཚ་དེ་དེ་ནི་རྩ་བའི་གི་མ་འབྲེལ་བཤད་དོ་དེ་ནི་པའི་གཞུ་ང་ཚོ་འབྲེལ་བ་ད་མི་འདྲ་མི་འདྲ་གི་ཐོག་ནས་བཤད་བ་མི་འདྲ་བ་ཡང་ན་འདི་རེད་འདི་རེད་ཡས་ར་བ་ཨ་ནི་པས་ན། གཞུང་དེ་འདྲའི་གི་ཐོག་ནས་བཤད་པ་མི་འདྲ་བ་ཡོད་ན་བཤད་པ་མི་འདྲ་བ་འདི་འདྲའི་འདི་འདྲའི་འདུལ་བ། ཡིག་ཆ་གི་ཐོག་ནས་ཡང་མི་མཐུན་ས་དེ་འདྲའི་བཤད་པ་དེ་འདྲའི་ཡོད་ན་ནི་ཡིག་ཆ་གི་ཐོག་ནས་ཡང་འདི་འདྲའི་འདི་འདྲའི་འདུལ་བ་ཟེར་ནས་དེ་ཅི་མ་ཆ་སོང་ཞིག་བྱེད་ཐུབ་ན་དཔེ་དཔེ་རེད་མཐོང་དུས་དེ་ནས་ང་ཚོ་རྒྱུ་འབྲས་ཟེར་བཞིན་འདུག་འདི་རྒྱུ་འབྲས་ཟེར་དེ་གི་ཕྱི་རོལ་སུ་མི་གཟུགས་བརྙན་གི་ཚན་རྩི་དེ་འདི་གི་རྩ་བ་ཉིད་ནས་ཐུག་གི་མ་རེད། དེ་ཁ་ལ་ཨ་ནི་རྒྱུ་འབྲས་དེ་གི་ཕྱི་རོལ་སུ་གི་ཤན་གི་ཚན་རྩི་དེ་རྩ་བ་ཉིད་ནས་འདི་གི་ཐོག་ནས་ཡོང་ཐུག་གི་མ་རེད་དེ་ང་ཚོ་ཧ་གོ་གི་ར་དེ།

བརྟེན་ནས་ཚེ་ཕོག་སོགས་ནས་དེ་འདི་ཅིག་བརྒྱ་ཞེ་ཅིག་སྤྲད་ཡོང་གི་རེད་བ། འོ་དེ་ཡིན་འདི་ལ་བྱས་ཙང་ང་ཚོ་དེ་ད་རྒྱུ་སྤྲད་ཚད་དེ་གའི་དངོས་གནས་བྱས་ཙང་རུ་སོང་མུ་གུ་རུ་མཐོང་དེ་ཡང་དེ་གི་ཆུ་ནས་ཚད་མཐོ་གི་མ་རེད། དེ་ཡིན་འདི་ལ་བྱས་ཙང་རྒྱུ་སྤྲད་ཚད་དེ་ད་ང་ཚོ་ལྷོ་གཉན་བས་གས་ད་ཁོ་ལྷོ་གཉན་གི་རྒྱུ་ནོར་ཞིག་གི་ཐོག་ནས་ད་ང་ཚོ་མཐའ་མ་དེ་ལ་འདི་འདྲའི་བཟོ་ནས་ཅིག་ཁོ་འགྲོ་སྟངས་ཤིག་ཧེ་རེད་མ་གཏོགས་འོ་ད་དེ་ཡིན་འདི་ལ་ད་དེ་ཐོག་ནས་ངེས་པར་དུ་འགྲོ་གས་ཤིག་ཆོག་དེ་གའི་རེད་མ་གཏོགས་འོ་ད་དེ་གི་ཐོག་ནས། རྩ་བ་ཉིད་ནས་དེ་འདྲ་ཡོང་གི་མ་རེད་ཧ་གོ་སོང། ཡིན་ན་ཡང་ད་ང་ཚོ་རྒྱལ་ལོའི་རྒྱུ་སྤྲད་ཡོད་དེ་ད་ལོ་དྲུག་ལ་རྒྱུ་སྤྲད་ཡོད་དེ་ལ་ད་ལོ་དྲུག་དེ་ལ་དཀའ་ལས་ཧྲིལ་བོ་རྒྱག་དགོས་འདུག་ད་དཔེ་དངོས་གནས་ཁྲོད་ནས་ཉན་འདུག་མཚན་བསྟུད་ནས་དེ་འདྲའི་བཟོ་ནས་དཀའ་ལས་ཧྲིལ་བོ་རྒྱག་གི་རེད་འབད་བརྩོན་ཧྲིལ་བོ་བྱེད་ཀྱི་ཡོད་རེད། དངོས་གནས་ཁྲོད་ནས་དེ་འདྲའི་གི་དཀའ་ལས་དུ་འབད་བརྩོན་རྒྱག་བསྡད་དེ་དེ་ད་སོ་སོ་གི་མི་ཚེའི་ནང་ལོག་ལ་ད་གྲུབ་འབྲས་ཆེ་ཤོས་དེ་དེ་ཆོག་གི་རེད་དྲན་གི་འདུག་དེ་དཔེ་དངོས་གནས་ཁྲོད་ནས་གི་ད་སོ་སོ་ཡིན་ན་ད་ཅིག་རྒྱུ་སྤྲད་དེ་ཅིག་ཐེངས་ཚབ་ཡོད་ཅིག་ལ

དེ་ཡི་ལྷོ་ཆུ་རྫོགས་ཀྱི་རོ། འོ་དེ་འདྲའི་བཟོ་ནས་པའི་དཀའ་ལས་རྒྱག། ཤུགས་ཤིག་བསྒྲགས་ནས་དེ་འདྲས་བྱས་ཡོང་དེ་ལ་དངོས་གནས་ཁྲོ་ནས་གཞུང་ངན་པོ། ནི་གཞུང་དེ་ཚོ་ལ་པའི་ག་བ་ཡིན་ན་པ་དོགས་བཅས་ག་རེ་ག་རེ་ཡེ་མེད་དེ་ཚོའི་ཐོག་ནས་པའི་ཧ་ལས་པའི་གཞུང་ལ་ངན་ཆ་ཆེ་པོ་འདུག་དེ་འདྲའི་གི་ཐོག་ནས་པའི་མི་སྲིད་པའི་ཡག་པོ་ཆགས་ཐུབ་གི་འདུག་འོ་དེ་འདྲས་ཅི་རེད་དེ་ཡིན་དེ་ལ་ད་དེ་ཁྱེད་རང་ཚོ་ག་རེ་བཟོ་གི་རེད་ད་སོ་སོ་གའི་རྒྱལ་གླུ་རྒྱུ་འབྲས་གི་རིགས་ལ་ནི་དཀའ་ལས་རྒྱག་རྒྱག་གི་རེད་ལ་དེ་དཀའ་ལས་དེ་ངན་པ་དེ་རྒྱག་གི་རེད་ད་སོ་སོ་སྐུ་ཚུལ་ལ་ཅི་བདེ་མཐོང་གི་ཐོག་ནས་དཀའ་ངལ་འཕྲད་མ་འཕྲད་ན་དེ་འདྲས་བྱུང་མ་སོང་ན་འོ་དེ་ཡིན་འདི་ལ་ཡིན་ཅི་མེད་ཅེས་དེའི་ཐོག་ལ་དཀའ་ལས་རྒྱག་གི་རེད་ཨ་གོ་སོ་ད་དེ་ང་ཚོ་དངོས་གནས་ཀྱིས་སོ་སོ་གའི་མི་ཚེའི་ནང་ལོགས་ལ་ད་གཙོ་བོ་ལྷོད་གཉེར་བྱེད་ཡ་དེ་རེད་བ་དེ་ལྷོད་གཉེར་བྱེད་ཡ་དེ་སོ་སོ་གའི་འདུ་ཤེས་ལེགས་ཚོགས་དེ་ཡག་པོ་ཞིག་ཡོང་ཡ་ཞིག་དང་ཨ་ནི་མི་ཚེ་དལ་དུ་ལྡན་པ་ཞིག་ཡོང་ཡ་ཞིག་གི་ཆེད་དུ་དེ་དཔེ་ཆ་བལྟ་མཁན་རེད་སློབ་གཉེར་བྱེད་མཁན་རེད་མ་གཏོགས་ང་ཚོ་འདི་དགེ་ལུགས་རྒྱུ་འབྲས་ཤིག་གི་ཆེད་དུ་ལ་ནི་དེ་དཔེ་ཆ་བལྟ་སློབ་གཉེར་གནོང་དེ་འདྲ་མ་རེད་བ། དེ་ཡིན་ན་དེ་ནི་རྒྱུ་འབྲས་ཚ་རེ་ཚ་རེད་བ་དང། དེ་ཡིན་ཚ་དེ་མ་རེད་དེ་ཡིན་དེ། ང་ཚོ་ད་དཔེ་ཆ་བལྟ་ཡ་དང་ད་སློབ་གཉེར་བྱེད་ཡ་དེ་ད་གཙོ་བོ་གཙོ་བོ་དེ། མི་ཚེ་དལ་དུ་ལྡན་པ་ཞིག་ཨ་ནི་འདི་བཞིན་ལེགས་ཚོགས་ཡག་པོ་ཡོང་ཡ་དེ་ལྷག་པར་དུ་ད་ང་ཚོ་ཆེ་ས་ནས་ཡང་བལྟས་ཚེ་ཤེས་ན་ཨ་ནེ་ཀྱིས་གནད་འགག་སྙན་ཐོའི་གོང་འཕོ་དང་ཐ་ཐོས་ལ་ཐ་བ་དང་མཐོང་ཆེན་ཆེན་པོའི་གོང་འཕོ་ལ་འོ་དེ་འདྲའི་ལི་ཡ་ཏའི་ཚད་ཅིག་ག་རེ་ཟོས་ཀྱི་རེད་ཡར་ལོག་ན་ཟིན་པ་ན་ཞིག་འོ་དེ་འདྲའི་ཞིག་གི་འགྲོ་ཐལ་ཡ་ཞིག་གི་དེའི་ཆེད་དེ་ལ་ད་ང་ཚོ་དཔེ་ཆ་ལྟ་གི་རེད་ལྷོག་ཆོག་བྱེད་གི་རེད་དཀའ་ལས་རྒྱག་གི་རེད་དངོས་གནས་གྲོ་ནས་པའི་གྲ་ཚོང་དང་ཁོང་ཚད་ཀྱི་ཁྲི་འབྲི་འཛུལ་དབུ་ལ་པ་དངོས་གནས་གྲོ་ནས་ཁེ་པའི་ཁྲི་འབྲི་འཛུལ་དབུ་ལ་པ་ག་རེ་ཟོས་ཀྱི་རེད་འབྲི་དབུ་ལ་པ་ཁྲི་འབྲི་འཛུལ་དང་མཐུན་པའི་ཐོག་ནས་འོ་དེ་འདྲའི་བཟོ་ནས་ད་འདས་པ་དེ་དཀའ་ལས་རྒྱག་བ་རེད་དེ་ཡིན་འདི་ལ་ད། དེ་དེ་བྱེད་འདི་ལ་ད་དེ་སོགས་ཚོགས་མ་དེ་དངོས་གནས་ཀྱི་སོ་སོ་བསྙེན་བཟླས་གཙོ་བོ་དེ། ཅེས་མཐའ་བར་དུ་ཐམས་ཅད་མཁྱེན་པའི་གོང་བུ་མཐའ་ཡས་ཞིག་གི་ཆེད་དུ་དམིགས་ཡས་རྩ་ད་དེ་ལ་ཡར་བསྟན་ཚེ་འབྲེལ་བ་ཆོག་མཐའ་ཡས་ཞིག་ད་དེ་འདྲས་ཞིག་བཟོ་དགོས་ཀྱི་འདུག་དེ་རེད་དེ་ནས་ད་དེ་བྱས་ཚ་ང་ཚོ་དེ་འདྲས་ཡིན་ཚ་ལོ་དྲུག་ལ་དགེ་ལུགས་རྒྱུ་འབྲས་འགྲོ་དེ་ནས་རྒྱུ་འབྲས་དེ་ཚ་ཚ་ཚོ་ན་ཨ་ནི་ད་རུང་གི་ད་ཕ་ཅིག་ལས་ཀ་ཆ་སོ་ཚ་དེ་ལོ་གཉིས་ཚ་དེ་སོང་ནས་བེ་ཤ་ཚོ་མ་ཕ་སྒོ་རྒྱག་ནས

དེ་འདྲའི་གི་འཛིན་གྲྭ་དེ་འདྲའི་བཙུགས་ཡོད་རེད་བ། འོ་དེ་ལྟ་དགོས་གི་ཡོད་རེད། འོ་ད་དེ་འདྲའི་བྱས་ནས་གང་ལྟ་ཅོག་དཔེ་རིན་པའི་བཟོ་ནས་དེ་ནི་ཧོ་དེ་རྗེས་ལ་དཔེ་སོ་སོ་གི་དེ་སོག་སློ་ཉན་ཡག་པོ་བྱས། ཨ་ནི་ད་ནོ་ཅིག་གི་ཨ་ནི་དེ་ཚ་སོང་ན་དེ་ནི་དེ་ནས་མ་ལ་ད་སོ་སོ་དགེ་བཤེས་སྟོང་གྲ་སོག་གི་དཔེ་ཞག་བཞི་དུ་བྱས་ཡག་གི་དེ་ཚེ་དེ་ཅོག་ཆ་སོང་ཟིན་ཨ་ནི་ལྷས་ལྷས་ཆོག་ཡོད་དེ་ལ་ད་ག་རེ་བྱས་དགོས་གི་ཡོད་རེད་དེ་ནི་དངོས་གནས་གྲོ་ནས་སོ་སོ་གི་ཅི།

ལྷོ་གཉིས་ཐེབས་ཚར་བའི་རྗེས་ལ་ད་དངོས་གནས་གྲོ་ནས་ཀྱིས་ལོ་བཅུ་ཕྲག་མང་པོ་ལ་དཀའ་ལས་རྒྱག་བཞིན་ཟེར་དེ་ད་པའི་ཁྲོ་ལོག་ཆུ་ནས་ལྟོགས་ཡ་མ་འདུག་དེ་ལ་ནི་ད་དུས་དངོས་གནས་གྲོ་ནས་རྒྱས་ཡ་ཟེར་གི་གཞུང་ད་གནོད་བྱེད་ད་ལྟ་བའི་གནོད་བྱེད་ཆེན་པོ་ང་ཟེར་གི་རེད་དེ་ལ་སོགས་པོ་གི་དེ་ནི་མདོག་སྔགས་དེ་འདྲ་གི་པའི་གཞུང་ལ་ཡག་པོ་བླུགས་ནས་དེ་ནས་པའི་བླུགས་གི་བླུགས་གི་ད་དེ་འདུག་པའི་ལག་རིལ་དེ་འདྲ་ལ་ཕར་བཞག་དེ་ནི་ལག་རིལ་ལ་བཞག་ནས་དེ་ནི་ལག་རིལ་གི་ཐོག་ནས་མ་སྲོག་ལོང་གཏོང་དེ་ནི་པའི་དངོས་གནས་གྲོ་ནས་བལྟས་ཚད་ཀྱི་ཕར་སྒང་ན་ཞིག་རྒྱག་ནས་སྦྱོར་བ་སྒོམ་ཟེར་ནས་ད་ང་ཚོ་དངོས་གནས་ཀྱིས་དེ་སྔ་ལ་ལྷོ་ཆུ་རྫོགས་ཆུ་ས་དེ་བས་ད་ངེས་མ་ནས་ནི་ང་ཚོ་ཤེས་ནས་འགྲོ་ཆོག་ར་ད་ཕ་རྟགས་སུས་གཏོང་ཆོག་རེད་ཚུལ་གྱིས་གཏོང་ཞུ་ནས་དེ་ལས་རྒྱ་ནི་དེ་འདྲི་གི་པས་ཕ་རྟགས་སུ་ག་རེ་གཏོང་དགོས་འདུག་ཚུལ་གཏོང་ཞུ་ནས་ལན་ག་རེ་རྒྱག་དགོས་འདུག་ད་གཙོ་བོ་དེ་འདྲི་གི་ཐོག་ནས་འགྲོ་བསྡད་པའི་བཟོ་ལྟ་ན་ཁྱོག་འགྲོ་གི་འདུག་ཨ་དེ་ཡིན་དུས་ལ་ད་དངོས་གནས་དེ་འདྲི་བཟོ་ནས་ཡ་ཐན་ཚ་བའི་རྗེས་ལ་དེ་ནས་པས་སོ་སོ་གི་པས་ན་སྟོང་ཉིད་ཀྱི་ལྟ་བ་ན་ཡིན་ན་དངོས་གནས་གྲོ་ནས་གི་སྟོང་ཉིད་ཀྱི་ལྟ་བ་དེ་ལ་བལྟས་ཚེ་ཅི།

ཨ་ནི་དཔེ་ཡག་པོ་ཡོང་གི་རེད་དེ་ནས་ང་ཚོ་ཤེས་དཔལ་གྱི་ཕྱོགས་ནས་ཡིན་ན་ད་ཉིན་རྗེས་དུ་གཞུང་ཕྱོགས་ཀྱི་སེམས་ད་ང་ཚོ་ཤེས་པོ་ཆེན་པོ་ཟེར་ནས་ཡང་ཆེ་ས་ལ་བདེ་ཚིག་གཉའ་བདེ་གི་རོ་དེ་ད་དེ་ལ་ཡང་སྙན་སྒྲོག་ལ་དེ་ནས་ཤེས་པོ་འདྲི་དེ་སྙན་སྒྲོག་ལ་དེ་ནས་ཤེས་པོ་ཆུང་ངུ་ཡོང་ལྷག་པར་དུ་ང་ཚོ་ཤེས་པོ་ཆུང་ངུའི་སྐོར་དུ་སོང་ལག་རི་ནོར་ལུག་ལ་དངོས་གནས་བྲོ་ནས་བསྲེས་ཏེ་ད་འཇོག་གོ་དེ་ནས་ལས་ཀྱི་འབྲས་འཆོལ་བ་མ་གཏོགས་དེ་ཁོའི་ཉེས་དམིགས་ཟེར་གྱི་གཞི་ཞིག་འདུག་ཨོ་དེ་ད་དེ་གཞི་དེ་ད་ང་ཚོ

བཤད་པོ་འདྲེ་དང་ཐུགས་མོས་ལགས་དེ་འདྲེ་ལ་ཕར་སོགས་ལ་དོགས་དེ་ནས་དེ་ནས་ད་བཤད་པོ་ཆེ་ས་ཆེན་པོ་ལ་ནས་དེ་འདྲེ་ལ་ཡར་ལོག་བཞུགས་དེ་ནས་དེ་ནས་ད་རག་ཞུས་ན་ཨེ་ནི་ང་ཚོ་དེ་སོ་ཧོང་གི་ད་བཤད་རེད་དོ་དེ་ནས་རྫོགས་རེད་དོ་འོ་ད་དེ་འདྲེ་གི་ཐུགས་ལ་ད་སོགས་ལ་དོགས་ནས་དེ་ནས་རིམ་པ་སོ་ནས་ཡར་གོམ་པ་པོ་ས་ཆེན་འདི་བ་འོ་དེ་འདྲེ་སོ་ནས་ད་ང་ཚོ་དངོས་གནས་གྲོང་ནས་གི་ད་ང་ཚོ་ཕྱོགས་གཅིག་ནས་སོགས་ལ་དོགས་ན་མི་སེར་དེ་ལྟས་ཚེ་རིང་པོ་འདྲ་བ་ན་ཞིག་ཡས་རེད་དེ་ཕྱོགས་གཅིག་ནས་སོགས་ལ་དོགས་ན་མི་སེར་དཔེ་ཐུང་ཐུང་རེད་དངོས་གནས་གྲོང་ནས་ང་ཚོ་ལོ་རེ་རེ་འགྲོ་ཡ་དེ

ཐོག་བཅད་པ་གསུམ་བསྲེག་ཡས་རེད་མ་དེ་ཡིན་དུས་ལས་བྱེད་ཚ་ད་དེ་འདྲའི་གི་ཐོག་ལ་ང་ཚོ་སྲོག་ལོ་གཏོང་རེད་དངོས་གནས་གྲོ་ནས་གི་དཔེ་ན་བྱ་བ་ངན་པ་ད་ནག་ཁྱེར་ལ་ངེས་པ་མེད་པ་ཟེར་ནས་རྩ་བ་བསྲང་ནོར་ད་ནག་ཁྱེར་ལ་ངེས་པ་མེད་ཟེར་ཏེ་དངོས་གནས་ང་ཚོ་སྲོག་ལོ་གཏོང་གལ་གལ་ཆེན་པོ་རེད་འདོག་ཨམ་ཟེར་ད་དཔེ་ག་དེ་ཡིན་ན་ཕག་སོ་སོ་ཨོ་ཙེ་ཕག་བསྡད་གི་རེད་སོ་སོ་ཞིག་ཨོ་དེ་འདྲའི་ཞིག་གི་ད་ང་ཚོ་གི་སེམས་ལ་ཕག་སྟོང་རྩི་དེ་ཤུགས་ཆེན་པོ་ཞིག་སླེབས་ཡོད་དུས་ལ་དེ་སྟོང་རྩི་དེ་གི་དཔེ་ག་རེ་ཡིན་ན་དཔེ།

ཕྱིས་བསྒྲལ་ཡས་དེའོ་ཕྱིས་ཡིན་གཅིག་མེད་ཅིག་དེ་ད་ལྟ་ཉིད་ནས་བསྒྲུབ་དགོས་ཡས་དེ་དཔེར་ན་ང་ཚོ་ཚོགས་གཉིས་ཕྱེ་ན་ད་དེ་རིགས་གཏད་ཚིག་བྱས་མ་ཐུབ་ན་ཨ་ནི་ཚ་སོང་ཨ་དེ་ནས་འོ་ད་དེ་འདྲ་ཡིན་དེ་རྗེས་ཚ་ནག་ཆེ་ངེས་པ་མེད་པ་ལ་སོ་ལོང་ཏོག་ནས་ཨ་ནི་ཕྱིས་དེ་བས་ཡིན་གཅིག་མེད་ཅིག་སོ་སོ་གི་ད་དེ་ག་རེ་ཡིན་ན་ཡང་དེ་ད་ལྟ་ཉིད་ནས་བསྒྲུབ་ཡས་ཡིན་སོང་སོང་ཞིག་འོ་ད་དེ་བས་གལ་ཆེན་པོ་རེད་ཨ་གོ་སོང་འོ་ད་དེ་འདྲས་བྱས་ནས་ད་གང་ལྟ་བྱུང་ངས་ད་ལྟ་བྱས་ཡས་དེ་དེ་ཡིན་ད་ང་ཚོ་བས་ལྷ་བ་ལྷོ་གཉིས་བྱས་ཡས་དེ་ད་གཏད་ཚེ་ཅིག། འདི་བཞིན་ལན་ཚོགས་ཀྱིས་ཐོག་ལ་བག་འགྲོ་ཐལ་ཡ་ཞིག་ཨོ་དེ་ལ་ངས་ད་གི་ལ་ཡིན་པ་ཁྱེད་སར་ནས་ད་ང་ཚོ་དེ་བྱེད་གི་ཡ་རེད་བ་ད་ཐ་བ་དུ་ཐོན་ཆེ་ཆེན་པོའི་གོ་བོ་ཐག་ཡ་གི་ཆེད་དེ་ཡིན་ཟེར་གི་ཡ་རེད་ཨོ་དེ་འདྲའི་གི་ཐོག་ལ་བག་ཀ་རུང་ཁ་ད་དྲི་རག་ཞུ་ན་ད་ང་ཚོ་ད་པ་རེ་ཞིག་ཞུགས་ཞུགས་པ་ཡ་ལུང་དེ་ནས་ཞུགས་ཆེ་ཆེན་པོའི་གི་དོན་པ་རེ་ཞུ་དེ་ནས་དེ་འདྲའི་ཞིག་བྱས་པ་ཡིན་ན་དེ་ནས་ཁོ་སོ་སོ་ཉིན་རེ་ཉིན་རེ་དེ་བས་ཡ་པོ་ཞིག་པའི་དན་དུ་ལྡན་པ་ཞིག་ཞུ་ན་དེ་ནས་སོ་སོ་མི་ཚེ་དན་དུ་ལྡན་པ་ཞིག་དེ་ཐོག་ནས་གནས་ཡོང་གི་རེད་བ།